བཞུགས་སྒར་རྡ་རམ་ས་ལར་བོད་མིའི་སྒྲིག་འཛུགས་ཀྱིས་གོ་སྒྲིག་ཞུས་པའི་གཤོང་གསེབ་ཟུར་བཀག་ཁང་ནང་བུ་མོ་རང་ལོ་བཅུ་དགུ་ཡིན་པ་ཞིག་ཁ་སང་ཕྱི་ཚེས་ཉིན་རྩ་གཅིག་ཉིན་ཏོག་དབྱིབས་ནད་དུག་གི་ནད་འབུ་ཡོད་པ་ར་སྤྲོད་བྱུང་མ་ཐག་ཀང་ར་རྫོང་གི་སྐོར་སྲུང་བ་དང་སྨན་པ་རྣམས་ནས་བུད་མེད་དེ་རྡ་ས་གནས་དུ་ཡོད་པའི་རྫོང་གི་བུད་མེད་ཟུར་འགོག་ཁང་ནང་གནས་སྤོས་གནང་འདུག། ད་རིང་སང་ཉིན་ང་ཚོ་ད་བོད་པའི་སྤྱི་ཚོགས་ནང་ལོ་ལེ་ཡ་གཅིག་གི་ནད་རྟགས་ཐོན་མཁན་མང་དུ་མང་དུ་འགྲོ་བཞིན་པའི་དུས་ཚོད་ཅིག་རེད། ལྷག་པར་དུ་ཡང་ད། དོན་དེའི་ཆ་ལ་བརྒྱ་ཆ་བདུན་ཅུ་དོན་ལྔ་བརྒྱ་ཅུ་ཆ་ཚང་རོགས་གཅིག་བདེ་ལེགས་ཁུལ་ནས་ཚུར་ཡོང་གིན་འདི་གི་འདི་ཨ་ནི་ས་ནས་ག་བ་སླེབས་ན་དོན་ཡོང་གི་སུ་རོགས་བྱེད་འདི་གི་འདུག། འདི་ག་གསར་འགོད་པས་འཕྲོད་བསྟེན་དྲུང་ཆེ་པ་འདིའི་དོན་གྲུབ་ལགས་སུ་གཤོང་གསེབ་ཟུར་འགོག་ཁང་ནང་ད་ལྟའི་ཆར་ཟུར་འགོག་འོག་ཡོད་པའི་བོད་མི་གྲངས་ཉི་ཤུ་ཙམ་ཡོད་པ་དེ་དག་ད་རིང་ནས་ཉིན་གྲངས་བཅུ་བཞིའི་རིང་གི་ཟུར་འགོག་གཙང་གི་ཡོད་ན་ཡང་ད་ལྟའི་ཆར་ཁོང་ཚོའི་གནས་སྟངས་དེ་གང་འདྲ་ཞིག་ཆགས་ཡོད་མིན་ཐད་བཀའ་འདྲི་ཞུས་སྐབས། དེ་འབྲེལ་གྱི་དོན་གསལ་གྱི་ས་ཁུལ་དེ། ཉུང་མཐར་ལ་དུ་འདྲ་གཅིག་ཐོས་པ་བསྡད་དགོས་དགོས། བྱས་ཙང་ཉུང་མཐར་ལ་དུ་འདྲ་གཅིག་ཐོས་པ་བསྡད་དགོས་དགོས་ན། ད་མང་མཐར་ལ་དུ་འདྲ་གཉིས། ཡང་ཁོང་གིས་ད་ལྟའི་ཆར་བུད་མེད་དེ་དང་འབྲེལ་གཏུག་བྱུང་བའི་མི་རྣམས་བོད་མིའི་སྒྲིག་འཛུགས་དང་ཀང་ར་རྫོང་གི་ངོས་ནས་རྩད་གཅོད་གནང་བཞིན་ཡོད་པ་དང་ཏོག་དབྱིབས་ནད་དུག་འགོས་པའི་ནད་པ་དང་འབྲེལ་ཡོད་ཀྱི་ནང་མི་རྣམས་ལ་སྤྱི་ཚོགས་ནང་དབྱེ་འབྱེད་མི་གནང་བའི་འབོད་སྐུལ་ཞིག་ཀྱང་གནང་སོང། ང་ཚོས་མི་གཉིས་གསར་སྐུ་སེར་སྐྱ་རྒྱ་ཡོངས་ནང་ལ་ཕེབས་པ་ཨན་བྷ་ཡུལ་གཅིག་བྱེ་རྡོ་ང་ཚོ་དོན་ཡོང་གི་རེད། དོན་པའི་སྐབས་ལ་ད་ང་ཚོའི་ཅེ་ཀེ་བོད་མི་སྤྱི་ཚོགས་ཀྱི་ནང་ལོགས་ལ་ཡ། ན་ཚ་དེ་དོན་མཁན་གྱི་མི་དང་དེ་གྱི་ཁྱིམ་ཚང་ལ་ཡ། ཨན་སེམས་ལ་དཀའ་ངལ་མ་སྤྲད་བྱས་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག། ད་ལྟའི་ཆར་རྒྱ་གར་ནང་ནད་རྟགས་མི་མངོན་པའི་ཏོག་དབྱིབས་ནད་དུག་གི་ནད་པའི་གྲངས་ཚད་དེ་ཇེ་མང་འགྲོ་བཞིན་ཡོད་པ་དང། བདེ་ལེགས་སྨན་ཁང་གི་ཕྱི་ལུགས་ཨམ་ཅི་བསྟན་འཛིན་བརྩོན་འགྲུས་ལགས་སུ། ནད་རྟགས་མི་མངོན་པའི་ཏོག་དབྱིབས་ནད་དུག་དེ་ཉེན་ཁ་ཆེ་ཆུང་གང་འདྲ་ཡོད་མེད་སྐོར་བཀའ་འདྲི་ཞུ་སྐབས། ནད་རྟགས་མ་ཐོན་ནས་ཀྱི་ཁོ་ན་བཟའ་ཏོག་དབྱིབས་ན་བཟའ་ཡིན་པར་བ Covid nineteen གི་ན་བཟའ་ཡོད་དུས་ཙམ་པ་ལི་ཡ་ཁོ་ཏས་ཉེན་ཁ་ཡོད་རེད། ཁོ་ཚོས་མི་གཞན་པ་ལ་འགོས་ཐུག་རེད་མ་རེད་ཟེར་རེད་ད་ནི་འགོས་ཡས་ཀྱི་ད་ལྟའི་ཆ་ལི་ཡ་ཉམས་ཞིབ་བྱེད་དགོས་ན་མི་གཞན་པ་ལ་འགོས་ཡས་དེ་ཉེན་ཁ་གཏད་སོ་ཉུང་ང་ཡོད་རེད་ཟེར་ནས་ད་ཡོད་པ་རྩིས་ཤིག། ད་ཡིན་ནའི་ཀ། ཉུང་ང་ཡོད་ཟེར་ནས་དགོས་མཁོ་མ་རེད་ཟེར་ཞུ་གོ་མ་ད་དེ་ཚོ་གཏན་འཇགས་དེ་ཚང་མའི་ངོས་ནས་བྱེད་ཁོ་རེད་ད་འོ་དེ་ང་ཚོའི་ངོས་ནས་ལམ་སྟོན་ད་གལ་ཆེ་ཤོས་དེ་ག་རེད་ཟེར་ན། མང་ཚོགས་ནང་དུ་ཕྱི་ལོག་ལ་ཐེ་དུས་ཁ་རས་ཡིན་གཅིག་མིན་གཅིག་བྱོས་ཡ་དེ་བྱེད། ད་ག་ན་ཡིན་ཤི་ཡིན་ཨ་ནི་ཕྱག་ཡང་སྲིད་ཡང་སྲིད་སྲིད་ཡ། ད་འདི་ཚོ་གལ་ཆེན་པོ་རེད་ཤ་ནི། རྒྱང་ཐག་ཉག་ཡ་སྦྱོར་བ། དེ་དང་ཕྱོགས་མཚུངས་ཁོང་གིས་བོད་མི་རྣམས་སོ་སོའི་གཞིས་སྒར་དུ་ཕྱི་ལོག་གནང་སྐབས་ངེས་པར་དུ་ཟུར་འགོག་ཁང་ནང་གནས་དགོས་པའི་གལ་གནད་ཀྱི་སྐོར་འགྲེལ་བརྗོད་གནང་བའི་ནང། ད་ལྟའི་ཆར་ལི་ཡ་ཁ་སི་ན་ཛ་དེ་ལི་ཡ་སྨན་བཅོས་ཡོག་མ་རེད་ད་ལྟ། ད་འདས་ཆེ་ལ་ཡ། ཁོ། Symptomatic Treatment ཟེར་བར་བ་ལྟ་ཅིག་ཚ་བ་བག་འདུག་ན་ཚ་བ་མེད་འདྲེ་ཡ་སོ་སོར་བྱེད་དང་གློ་རྒྱག་འདུག་ན་འདི་ལ་གློ་མེད་འདྲེ་ཡ་དང་དེ་འདྲས་ཀྱི་མི་ཤེས། ད་ལྟ་ན་ད་འདི་ལ་ཡའི་ང་ཚོའི་ངོས་ནས་ཐབས་ཤེས་ཡག་ཤོས་དེ་ག་རེད་ཟེར་ན་ཟུར་བཀག་བྱས་ཏེ་རེད། ཉེ་ཆར་འཕྲོད་བསྟེན་ལས་ཁུངས་ཀྱིས་ཏོག་དབྱིབས་ནད་དུག་དང་འབྲེལ་བའི་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང། ད་ལྟའི་ཆར་རྡ་སའི་ཁུལ་ནང་ཕྱི་ནས་ཕེབས་མཁན་བོད་མི་རྣམས་ཟུར་འགོག་འོག་གནས་དགོས་ཀྱི་ཡོད་པ་དང་བོད་མིའི་སྒྲིག་འཛུགས་ཀྱིས་མཐུན་རྐྱེན་སྦྱར་བའི་དབུས་སྣེ་ལེན་ཁང་དུ་མི་གྲངས་ལྔ་བཅུ་ང་བཞི་དང། གཞུང་གསེབ་ཏུ་མི་གྲངས་ཉིས་བརྩེགས་གཅིག་ཤེས་རབ་དགའ་ཚལ་སློབ་གླིང་དུ་མི་གྲངས་བདུན་ས་རཱ་དང་སྨན་རྩིས་ཁང་སོགས་ཚོགས་སྡེ་སོ་སོ་དང་གཞན་རང་ཁྱིམ་དུ་ཞུགས་པའི་མི་གྲངས་བཅོ་བརྒྱད་བཅས་ཁྱོན་མི་གྲངས་བརྒྱ་ཙམ་ཟུར་བཀོལ་འོག་གནས་བཞིན་ཡོད་པ་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནི་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་སྐལ་བཟང་འཇིགས་མེད་ནས།